ཁྱེད་ཀྱི་བསམ་པར་ས་པཎ་གྱིས་མུ་ཏིག་པའི་གཞུང་ལུགས་སྤྱང་པོ་དེ་དུས་ཚོད་འཕྲོ་བརླག་རེད་པས་ཡང་ན་དེའི་རྒྱབ་ལ་གསང་དབང་ཞིག་ཡོད། སྙེ་མ་དུས་རབས་བཅུ་གཉིས་པའི་ནང་ལ་འཇམ་མགོན་ས་སྐྱ་དཔོན་གྲུབ་རྟགས་ཆེན་པོ་མཆོག་གིས་རང་གི་གཟིམ་ཆུང་ནང་ལ་རང་ལུགས་ནང་པའི་གཞུང་ལུགས་ཙམ་མ་ཡིན་པར་གཞན་ལུགས་མུ་ཏིག་པའི་རིག་བྱེད་དང་སྒྲ་རིག་པ་སོ་ཨ་རིག་པ་སོགས་ཀྱི་གཞུང་ལུགས་སྣ་ཚོགས་པ་ཞིག་སྤུངས་བྱས་གཟིགས་ཞིབ་ནན་པོ་གནང་བཞིན་ཡོད། ཉིན་ལྟར་ཁོང་གིས་གཞུང་ལུགས་དེ་དག་ལ་གཡེང་བ་མེད་པར་ཐུགས་སྣང་ཆེན་པོ་གནང་ཡ་སྟེ། ཉེ་གནས་ཀྱི་སློབ་མ་རྣམས་ཀྱིས་མཐོང་རྗེས་ཡ་མཚན་དང་བཅས་པའི་སྒོ་ནས། ང་ཚོའི་བླ་མ་ཁོང་དཔེ་མཐའ་དང་ཆེན་པོ་ཞིག་རེད་ང་ཚོའི་རང་ལུགས་ཀྱི་ལྟ་བ་དེ་ལ་ལྷག་པ་ཞིག་གང་འདྲ་ཡང་མེད་འོ་ན་ཁོང་གིས་གཞན་ལུགས་ཀྱི་དཔེ་ཆ་དེ་ཚོ་སྦྱངས་རྗེས་ག་རེ་བྱས་ཡ་ཡིན་ནམ་རང་ལུགས་གཙང་མ་ཤེས་ན་མ་འགྲིག་པ་རེད་པས། སློབ་མ་ཚོའི་ཐེ་ཚོམ་དེ་ས་པན་གྱིས་ཁེངས་རྗེས་ཉི་མ་གཅིག་སློབ་མ་རྣམས་བོས་རྗེས་འཛུམ་མདངས་དང་བཅས་པའི་དྲིན་ལན་དེ་གནང། ཁྱེད་རང་ཚོས་ང་ཡང་རང་ལུགས་ཁོ་ན་སྦྱངས་ན་འགྲིག་གི་རེད་གཞན་ལུགས་ཤེས་དགོས་ཡ་ཡོད་མ་རེད་བསམ་གྱི་འདུག་བས། ལགས་རེད།
རང་ལུགས་ཀྱི་དུས་ཚོད་ཡོལ་བཞིན་དུ་གཞན་ལུགས་ཀྱི་ཆུ་མོ་ཆུང་ཆུང་ཅིག་འགྱངས་དགོས་དོན་ག་རེ་ཡིན་ན། རྒྱ་མཚོ་ཆེན་པོ་ཞིག་ཡིན་པ་ཡིན་ན་ཕྱོགས་བཞི་མཚམས་བརྒྱད་ནས་ཡོང་བའི་ཆུ་བོ་དག་དག་རང་གི་ཁོང་དུ་ཤོང་ཐུབ་པ་ཞིག་དགོས་ཀྱི་ཡོད་རེད་གལ་ཏེ་རྒྱ་མཚོ་དེས་ཆུ་བོ་དེའི་ང་དང་མོ་མཐུན་པས་ངའི་རྩར་གཡོག་མོ་བ་ཟས་བཀག་པ་ཡིན་ན་དེ་ནི་རྒྱ་མཚོ་མ་ཡིན་པར་སྟེང་ཀ་ཆུང་ཆུང་ཞིག་ཏུ་གྱུར་འགྲོ་གི་རེད་ང་ཚོས་ཤེས་བྱ་ཐམས་ཅད་ཤེས་འབའ་ཞིག་བྱེད་འདོད་ཡོད་ན་འཇིག་རྟེན་འདིའི་ཤེས་བྱ་ཚང་མར་རྒྱུས་ཡོད་པ་ཞིག་དགོས་པ་ལས་འདི་ངའི་རེད་དང་འདི་ཁོའི་རེད་ཅེས། ཕྱོགས་རིས་ཆད་རྗེས་རང་ལུས་ཁོ་ན་བཟུང་བྱས་དེད་པ་ཡིན་ན་དེ་ནི་མཐོང་རྒྱ་ཆུང་བའི་སྐྱོན་རེད་མཁས་པ་ངོ་མ་ཞིག་ཡིན་པ་ཡིན་ན་གཞས་ཚིག་གང་ལ་ཡང་ཕྱོགས་རིས་མེད་པར་སློབ་སྦྱོང་བྱེད་ཕོད་པ་ཞིག་དགོས་རེད། ཅེས་གསུངས་པས་སློབ་མ་རྣམས་ཀྱིས་ས་པཎ་གྱིས་རིས་སུ་མ་ཆད་པའི་མཁྱེན་རྒྱ་དང་ཕྱོགས་ལྷུང་མེད་པའི་དགོངས་པ་དེ་རྟོགས་པ་རེད། དུས་མི་རིང་བའི་རྗེས་ལ་རྒྱ་གར་ནས་མུ་སྟེགས་པའི་དཔེ་འདྲ་དག་ཁ་ཤས་བོད་ལ་སླེབས་རྗེས་ས་པཎ་དང་བགྲོ་གླེང་གནང། བགྲོ་གླེང་གི་སྐབས་སུ་ས་པཎ་གྱིས་ཁོ་ཚོར་ཡ་ཁྱུང་ཚུ་ནོ་ཤཱས་ཅེས་དགག་པ་ཁོ་ན་མ་མཛད་པར་རྒྱ་མཚོ་ཆེན་པོའི་ཆུ་ཕྲན་གྱི་གནས་ལུགས་མཁྱེན་པ་བཞིན་དུ་ཁོ་ཚོའི་གཞུང་ལུགས་ཀྱི་ནང་དོན་ཟབ་མོ་དེ་དག་ཇི་མ་ཇི་བཞིན་གསུངས་ཤིང་དེའི་སྟེང་དུ་རང་ལུགས་ཀྱི་ལྟ་བ་དེ་དག་གིས་ཁོ་ཚོའི་གཞུང་ལུགས་ཆ་མ་ཚང་བ་རྣམས་ཇི་ལྟར་ཁ་བསྐུང་དགོས་མིན་གསལ་བཤད་གནང། ཁྱེད་རང་གི་གཞུང་གི་ལེའུ་དེའི་ནང་གི་དོན་དག་དེ་ནི་ཧ་ཅང་གནས་ལུགས་དང་ལྡན་པ་ཞིག་རེད་འོན་ཀྱང་དེ་ཡོངས་རྫོགས་པ་ཆགས་ཡག་ལ་ད་དུང་ལྟ་བ་དེ་དང་སྦྱར་བ་ཡིན་ན་དེ་བས་ཕུན་སུམ་ཚོགས་པར་འགྱུར་གྱི་རེད་ཅེས་གསུངས། མུ་ཏིག་པ་དེ་ཚོས་ཁོང་གིས་ང་ཚོའི་གཞུང་ལུགས་དེ་ཚོ་ང་ཚོ་ལས་ཀྱང་ཡག་པ་མཁྱེན་གྱི་འདུག་ལ། ང་ཚོས་ལྟ་བ་དེར་སྐྱོན་བརྗོད་ཁོ་ན་བྱས་པ་མ་ཡིན་པར་རྒྱ་ཆེ་སར་ཁྲིད་གནང་གི་འདུག་བསམ་རྗེས་ས་བོན་གྱི་མདུན་དུ་ཁེངས་པ་སྐྱོང་བཅས་གུས་ཞབས་ཆེན་པོ་ཞུས་པ་རེད་དེ་ལྟར་ས་བོན་གྱིས་རང་ལུགས་ཀྱི་མཐོང་རྒྱ་དོག་པོའི་ནང་མ་ལྷུང་པར་གཞན་ལུགས་ཀུན་ཀྱང་ཁེངས་དགོས་པའི་ཁེ་ཕན་གོ་མང་མཐོ་པོར་སླེབས་ཐུབ་པ་བྱུང་བ་རེད། ངོ་ཚར་བཅད་གཅོད་ཀྱིས་ས་བོན་གྱི་གཏམ་རྒྱུད་དེའི་ནང་གི་སློབ་མ་ཚོས་གཞན་ལུགས་ཤེས་པ་ཡིན་ན་རང་ལུགས་ཉམས་འགྲོ་གི་རེད་བསམ་བྱེད་དངངས་སྐྲག་བྱེད་ཁྱོད་དེ་ནི་རང་ཉིད་ལ་གདེང་ཚོད་མེད་པའི་རྟགས་རེད་ས་བོན་ལ་རང་ལུགས་ཀྱི་ཐོག་གདེང་ཚོད་ཆ་ཚང་ཡོད་པ་ཡིན་དུས་གཞན་ལུགས་སྦྱངས་པ་དེས་རང་ལུགས་ལ་མ་གནོད་པའི་ཚབ་ལ་དེ་བས་ཇེ་གསལ་དུ་བཏང་ཐུབ་པ་རེད་བྱས་ཙང། རང་ཉིད་རིན་ཐང་འདི་གསེར་ལྟ་བུ་ཡིན་པ་ཡིན་ན་མེད་ནང་གསེས་པ་ཡིན་ནས་སྐྲག་དགོས་དོན་མེད། ཕྱིའི་ཤེས་བྱ་དང་རིག་གཞུང་གསར་པ་དང་ཀུན་པོ་མཉམ་གཤིབ་བྱེད་ཕོད་པ་དེ་ནི་རང་ཉིད་ལ་ཡིད་ཆེས་ཡོད་པས། དང།